བཀའ་ལན་ཕེབས་སོང་ད་རིང་དེ། ཕྱི་དྲིལ་བཀའ་བློན་གསུང་གི་འདུག་གང་ལྟར་དེ་རོགས་དངུལ་དགའ་བྱེད་ཨ་ནི། ཨ་རི། ལ་རྟེན་གཞི་བྱས་པའི་ང་རང་ཚོའི་དགེ། དོན་གཅོད་ལས་ཁུངས་རེད་ད་ག་ནང་བཞིན་ང་ཚོ་འབྲེལ་ཡོད་མང་པོ་ཅིག་བརྒྱུད་ནས་ཨ་ནི་ཐབས་ཤེས་གནང་གི་ཡོད་གསུངས་སོང། བྱེད་སྟངས་ཨ་རི་རོགས་དངུལ་དགའ་བ་དེ་ང་ཚོ་གོ་མཁན་ཞིག་བྱུང་བ་རེད། ང་རང་ངོས་འཛིན་བྱེད་སྟངས་བྱས་བ་ཡིན་ན། ཡིན་ནས་ད་ལྟའི་ཆ་ནས་ཨ་རི། USAID། གི། ལོ་རྒྱུས་དེ་ལྟ་བ་ཡིན་ན་ཕ་ཆེན་ལོ་བཅུ་གཉིས་ཅོག་གསུམ་སྔས་ནས་ང་ཚོ་འདུག་སྲིད་ཀྱི་འགོ་བཙུགས་ཀྱོ་རེད་དངུལ་མང་ང་འདེབས་བྱས་ཙང་ཨ་རིའི་རོགས་དངུལ་འགའ་ན་ང་ཚོ་འཐབ་རྩོད་འགའ་འགྲོ་བས་དེ་འདྲ་རྩ་བ་ར་ནི་ཁེལ་ཡོད་མ་རེད་ང་ཚོ་འཐབ་རྩོད་དེ་མུ་མཐུད་ནས་རྒྱུན་སྐྱོང་བྱས་ཐུབ་རེད་བྱེད་དགོས་ཀྱི་རེད་ཡིན་ན་ཡང་ང་ཚོ་འགོག་རྐྱེན་ཅིག་འཕྲད་ཀྱི་ཡོད་རེད་འགོག་རྐྱེན་དེ་ཡང་འཛམ་བུ་གླིང་གི་ཆབ་སྲིད་ཀྱི་འགྱུར་ལྡོག་གི་ཐོག་ནས་ང་རང་ཚོ་དཔའ་འདེབས་སོ་སོ་ཆོག་བོད་པའི་གི་འཐབ་རྩོད་གི་ཐོག་ནས་ད་ལྟ་བར་དུ་བདེན་པའི་གི་འཐབ་རྩོད་ཡིན་པ་དང་འགྲོ་བ་མིའི་གི་འཐབ་རྩོད་ཡིན་པ་དང་འདིའི་གི་ཨ་ནི་འབོད་སྒྲ་གི་ཐོག་ནས་ཡག་ཞུ་ཡོང་འདུག་རྒྱབ་སྐྱོར་ཞུ་མཁན་མང་པོ་བྱུང་ཡོད་རེད་ཡིན་ན་ད་ལྟའི་གི་ཆབ་སྲིད་གི་འགྱུར་ལྡོག་སྒང་ལ། འདིའི་གི་ཨ་ནི། དྲང་བདེན་གི་འགྲོ་མེད་གི་གནས་སྟངས་འདི་གང་ལྟར། སེམས་ཐུག་གི་ཡོད་མ་རེད་དེ་ཆབ་སྲིད་གི་འཛམ་བུ་གླིང་གི་འགྱུར་ལྡོག་ཅིག་རེད། དེ་འདྲའི་གི་འགྱུར་ལྡོག་བྱུང་བ་སྐབས་སུ་ལ། གལ་སྲིད་ཨ་རི་ལྟ་བུ་མཚོན་ན་ཨ་རི་དང་པོའི་གི་སྲིད་བྱུས་ཅིག་འཛིན་གི་ཡོད་ན། ང་ཚོའི་གི་འབྲེལ་བ་བྱེད་པ་སྐབས་སུ་ལ་ང་རང་ཚོའི་གི་ཡ། ང་རང་ཚོ་གི་ཐབས་བྱུས་ལ་ན་རེ་ང་ཚོ་གི་ཁ་ཕྱོགས་དེ་ཡག་ཞུ་བ་སྐབས་སུ་ལ་གལ་སྲིད་འགྲོ་མེད་ཐོབ་ཐང་གི་ཐོག་ནས་ཡག་ཞུ་བ་ཡིན་ན་ཕ་སྐད་གསལ་ངེས་གི་ཨམ་ཅོག་ཡོད་མ་རེད། རྒྱ་གར་ནང་བཞིན་དཔའ་འབྲེལ་ཚོགས་གཙོ་མཆོག་དང་ལྡན་གྱི་ཨ་རིའི་སྲིད་གཞུང་གི་སྲིད་འཛིན་གྱི་ཉེ་འཁོར་ལ་ཕྱོགས་གཅིག་ནས་ཚོང་གི་བཀའ་ལ་ཁེ་ཕན་རང་གི་སྡེ་ཚན་གཅིག་དང་ཕྱོགས་གཅིག་ནས་ནད་ཡམས་ཚ་ནས་ཨ་རིའི་གི་བདེ་འཇགས་ལ་ཉེན་ཁ་ཡོད་པ། དེ་འབྲེལ་གྱི་སྡེ་ཚན་ཤུགས་ཆེ་བ་ཅིག་ཡོང་གི་ཡོད་པ་དང་དེ་ཉིད་སྤར་རོགས་ལ་རྒྱ་ནག་ལ་འཛིན་པའི་སྲིད་ཇུས་གང་ལ་བགྲོ་གླེང་ཡོང་གི་ཡོད་པ་དང་མཐུན་མ་མཐུན་ཡོང་གི་ཡོད་པ་ང་ཚོ་ཧ་གོ་གི་ཡོད་རེད། དེ་ནས་བཤད་དགོས་བ་གཅིག་ལ། གལ་ཏེ་ང་ཚོས་གི་ཨ་རིའི་སྲིད་གཞུང་ལ་ཞུ་བ་སྐབས་སུ་ལ་དང་ལྡན་གྱི་རྒྱ་ནག་སྲིད་གཞུང་ཞི་ཅིང་ཕིང་ལ་ང་ཚོས་གི་ཅིག་གྲོས་མོལ་གྱི་ཐོག་ནས་ང་ཚོ་ཐབས་ཤེས་ཅིག་གནང་རོགས་གནང། དཀའ་ངལ་ཅིག་སེལ་དགོས་ཀྱི་འདུག་དེ་འབྲེལ་གྱི་ཁ་ཕྱོགས་ཅིག་འཁྱེར་བར་སྤྲོ་ན། བཤད་ས་རྩ་བ་ནས་ཡོད་མ་རེད། དེ་ང་ཚོ་ཤེས་དགོས་ཀྱི་རེད། ཕྱོགས་གཅིག་ནས་ཨ་རིའི་རྒྱབ་སྐྱོར་ལེན་གྱི་ལ་བས་ན་ད་ལྟའི་གི་ཨ་རུའི་ཁ་ཕྱོགས་ག་བར་འགྲོ་གི་འདུག་གལ་སྲིད་ལེན་དགོས་ཀྱི་ཡོད་ན་དེ་ཚང་ང་ཚོ་གི་ཁ་ཕྱོགས་ཀྱི་བརྡ་ལན་ག་འདྲས་ཅིག་སྤྲད་དགོས་ཀྱི་འདུག་དེ་ཕ་འདེ་ཚོགས་གཙོ་མཆོག་དཔེ་གལ་ཆེན་པོ་རེད་ཤག་ངས་ད་ལྟའི་ཆ་ནས་ང་རང་ཚོ་ཕ་གའི་དོན་གཅོད་ལས་ཁུངས་རེད་ལས་བྱེད་རྣམ་པ་གིས་གནང་གི་མི་འདུག་བཞུགས་མེད་དཀའ་ངལ་དེ་འདྲས་འཕྲད་བ་སྐབས་སུ་ལ་འབྲེལ་བ་བྱས་བ་ཡིན་ན་ཡང་ཁ་སང་ཕ་འདེ་སྲིད་སྐྱོང་མཆོག་གིས་མིང་མང་པོ་ཅིག་བགྲངས་སོང། མང་པོ་ཞིག་དམངས་གཙོ་ཚོགས་པ་དང་འབྲེལ་བ་དང་ལས་བྱེད་དང་དེ་འདྲའི་གྲངས་སུ་བ། སྤྱི་མཐུན་ཚོགས་པ་དང་འབྲེལ་བའི་ཐོག་ནས་རྒྱ་ནག་རང་ལ་གདོང་ལེན་བཅག་དགོས་ཀྱི་འདུག་ལ་ངའི་ཚོ་ལ་ང་ཚོ་ག་ཚིག་སྙོབ་དགོས་ཀྱི་ཡོད་རེད་དེ་སྙོབ་དགོས་ཀྱི་ཡོད་ན་དེ་ནང་བཞིན་གྱི་ང་ཚོ་ཁ་ཕྱོགས་ཅིག་བསྐྲུན་དགོས་ཀྱི་རེད་བ། དེ་འདྲའི་གི་ཨ་ནི་གྲ་སྒྲིག་ཅིག་བྱས་དགོས་ཀྱི་འདུག་བ་འདི་ཚོ་ཆོག་ངས་མཐའ་མ་ཞུ་ཡ་དེ་ལ། ད་ལྟའི་གི་ཨ་རིག་གི་གནས་སྟངས་དེ་བ་ལ་ནང་ལོག་གི་གནས་སྟངས་དེ་བ་ལ། རྒྱ་ནག་མཉམ་དུ་ལ་ཚོང་རྒྱག་ནས་འགྲོ་གི་ཡིན་ལབ་བ་ཡིན་ན་དེ་ལམ་ལྷོང་རྩ་བ་རེད་ནས་འགྲོ་གི་མ་རེད་རྒྱ་ནག་བྱེད་ཕྱོགས་ཀྱི་ཐོག་ནས་དེ་ག་ལི་མ་ལྷིང་ཅིག་རྒྱག་གི་རེད་ང་ཚོ་ལ་གོ་སྐབས་ཅིག་སླེ་གི་རེད། ཡིན་ནས་གོ་སྐབས་སླེ་བ་སྐབས་སོགས་ལ་དེའི་མིའི་གི་ཁོར་ཡུག་དེ་ནང་ལོག་ལ་ང་ཚོ་ཡར་འཛུལ་ཐུབ་ཀྱི་རེད་བས། དེ་ང་ཚོ་འཛུལ་མ་ཐུབ་པ་ཡིན་ན། ཨ་དེའི་དགེ་ཨ་ནི། དཔལ་འབྱོར་གྱི་སྟོབས་ཤུགས་ལ་ན་རེ་ཆབ་སྲིད་ཀྱི་སྟོབས་ཤུགས་དེ་ང་ཚོ་ལེན་ཐུབ་ཀྱི་མ་རེད། ཡིན་ནས་དཔལ་འབྱོར་གྱི་ཆབ་སྲིད་ཀྱི་སྟོབས་ཤུགས་དེ་ང་ཚོ་ངོ་རྒོག་ལ་གི་ཡོད་ན། མུ་མཐུད་ནས་ང་ཚོ་ལོ་ཆུ་དགུ་རེ་ད། ཡིན་ནས་འདི་དགུ་དགུ་ཡོད་ན་དེ་ནང་བཞིན་ང་ཚོ་གོམ་པ་གཅིག་རྒྱག་དགོས་ཀྱི་རེད། དེ་ཡང། ངའི་དགེ་ང་རང་གི་བསམ་ཚུལ་གྱི་ཐོག་ནས་ཕན་ཐོགས་ཡོད་པ་ཡིན་ན། གཅིག་གོམ་པ་ཆེ་ས་ནས་གཅིག་བཞེས་དགོས་ཀྱི་འདུག་བསམ་གྱི་འདུག་དོན་ཆེ་ན། བ་དན་ཞི་བདེའི་བཀའ་ལན་ཆོག།